ཉེ་བའི་ཟླ་དགུ་པ་གསུམ་དགུ་པ་སྔོན་དུ་བཏང་ནས་ད་དེ་རིང་གཙོ་བོ་གཙོ་བ་ནི་གཙོ་བོ་ག་རེ་བྱོས་ཡིན་ན་ན་ད་དེ་རིང་ང་ཚོ་གིས་ད་ང་ཚོ་ང་ཚོ་གིས་ད་དེ་རིང་ནི་བྱིས་པའི་ཕྱི་དྲོ་གླིང་ནང་ལ་ཨ་ནི་མཉམ་ཞུགས་ཨ་ནི་གནང་བཞུད་པ་རྒན་བཀྲ་ཤིས་མཆོག་ཨ་ནི་ཁོང་ང་རང་ཚོ་གིས་ནི་འདི་ས་གིས་ནི་དངོས་གནས་དྲ་གནས་ད་ལ་བ་སློབ་གཉེར་ཚོས་དང་འདོན་པ་བྱེད་བསྡད་མཁན་ཅིག་ཁོ་ནི་ག་རེ་ཡིན་ན་ད་ག་རེའི་ཐོག་ལ་ཡིན་ན་འདོད་ན་ཡོད་མཁན་ཞིག་ཨོ་ད་དེ་རིང་དེ་རིང་ཁོང་དེ་ཐོག་ལ་དེ་རིང་ང་འདུག་དེ་ནས་ད་ག་ནི། གྲྭ་བའི་མི་ཚོས་དེ་ག་ནི་ག་ཚོད་ཀྱི་ག་གེ་ཆེན་པོ་འདུག་མི་འདུག་ནས་སོ་སོ་གྲྭ་བ་གཅིག་མིན་ག་ནི་དེ་ནི་འཚོ་བ་ག་འདྲ་ཞིག་འདུག་ཨོ། དེ་བ་དང་པོ་དེ་མཁན་ཁོ་རང་གི་ངོ་སྤྲོད་དང་བཅས་ནས་ག་ནི་མུ་མཐུད་ནས་ནི་ཞུ་ཡ་ཡིན་ཞུ་ཡན་ཞེས་ད་ང་བཀྲ་ཤིས་བདེ་ལེགས། ཨ།
ལགས་སོ། ཐོག་མ་དེ། ཨན་དེ་རིང། བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་ང་གཅིག། ཨན་བོད་ཟླ་ལྔ་པའི་བོད་ཚེས་བཞི་དང་ཕྱི་ལོ་ཉིས་སྟོང་ཉིས་ས་བཞི་སྤྱི་ཟླ་དྲུག་པའི་ཕྱི་ཚེས་བཅུ། རེས་གཟའ་ཟླ་བ། ཨན་དེ་རིང་གི་ཉིན་མོ་འདི་ལ་ཡང་ངས་དགེ་ཡེ་ད་ཤི། རྣམ་པ། བོད་ཕྱི་ནང་གཉིས་སུ་བཞུགས་ཡོད་པའི་ཨ་ནེ་གཞན་ཕན་བཤད་སྒྲུབ་གླིང་ཟེར་ནས་དྲ་འདུག་ད་ད་ལྟ་ངའི་དགེ་ཆོས་གྲོགས་ངག་དབང་རྡོ་རྗེ་ལགས་ཀྱིས་ཨ་ནེ་ཡུལ་གྲུབ་སེམས་གཟིགས་གནང་མཁན་འཛམ་གླིང་ས་ཕྱོགས་གང་སར་བཞུགས་ཡོད་པའི་ལྷན་རྒྱས་རྣམ་པ་ཚང་མ་ལ་ཡང་ཨ་ནེ་ངས་ཐོག་མར་དེ་ལ་ཡང། སྙིང་ཐག་པ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ལ་རེ་ད་ལྟ་ཆོས་གྲོགས་ངའོ་རྡོ་རྗེ་ལགས་ཀྱིས་ད་ཁ་ཚ་སྙེ་མ་ནས་ཉི་མ། ཁ་ཚ་སྙེ་མ་ད་ཟླ་བ་གཅིག་སྔོ་ལ་མི་འགྲོར་བ། ཁོ་རང་གིས་ད་ཅིག་ང་ལ་ཡག་འདུག་ཅེས་བཅར་འདྲི་དང་ལེན་ཅིག་ཞུ་གིན་འདི་ཡིན་དུས་དེ་ཅིག་ཞེས། གང་ལྟར་ཅིག་བཅར་འདྲི་ཅི་བྱེད་ཀྱིན་ཡིན་དེ་ཅིག་བཅར་འདྲི་བྱེད་ཡག་གི་གོ་སྐབས་ཅིག་གནང་རོགས་བྱེད་ཅེས་བྱས་ཁོ་རང་གི་རེ་བ་ཚར་དགའ་བཤད་ཅིག་ཞུས་སོང་རེ་བ་དེ་ཡིན་དུས་ཙམ་ལ་ད་ང་རང་གི་སེམས་ནང་ལོགས་ལ་ཡང་བཅར་འདྲི་བྱེད་པའི་སྐབས་ལ་ཡང་ད་བཅར་འདྲི་བྱེད་རོགས་ཅེས་རེ་བ་ཞུས་པ་ཡིན་དུས་ཙམ་ལ་ཡང་མི་སུ་དང་སུ་ཡིན་པ་ཡིན་ནའི་གང་ལྟར་སྤྱི་ཚོགས་ནང་ལོགས་ལ་ཡང་ཕན་ཡག་ཅིག་ཡོད་པ་ཡིན་ན་ཁོ་འདྲི་གི་འདུག་བསམ་ཅེས་དུས་ཅེས་ཁོ་རང་གི་རེ་བ་ཞུས་པ་ནང་བཞིན་ཅེས་ངས་དུས་ཅེས་ཁས་ལེན་བྱས་པ་ཡིན། ཨ་ནི་གཅིག་སོ་སོའི་གི་རེ་བ་ཞུ་ས་དེ། མི། རྫིག་པོ་ཡོད་མེད་ལ་མ་ལྟོས་པའི་ཐོག་ནས་དག་ན་ཞིག་མི་གཅིག་གི་རྒྱུ་དཔེ་འཇོག་ཡོད་མེད་ལ་མ་ལྟོས་པ། ཨ་ནི་གཅིག་མི་གཅིག་གཏམ་སྙན་གྲགས་དང་ཨ་ནི་གཅིག་འདི་འདྲའི་གི་འདི་འདྲའི་ཡོད་མེད་ལ་མ་ལྟོས་པའི་ཐོག་ནས་མི་སུ་འདྲ་ཅི་ཡིན་པ་ཡིན་ནས་མི་སྐྱོ་པོ་ཡིན་ནས་ག་འདྲས་ཅི་ཡིན་པ་ཡིན་ནས་སུ། ད་ག་འདར་མི་ག་འདྲས་ཅི་ཡིན་པ་ཡིན་ནས། ཨ་ནི་ཁོ་རང་ཚོས་གཅིག་བཅར་འདྲི་བྱེད་ཀྱིན་སྤྱི་ཚོགས་ལ་ཕན་ཡག་དེ་འདྲས་ཡོད་པ་ཡིན་ན་ཡིན་ད་ཡིན་ཞེས་ཀྱི་ཁས་ལེན་ཞུ་བསྡད་ཀྱི་ཡོད་དེ་མ་འོངས་པ་ཡིན་ནས་འདུག་ཅེས་ཞུ་ཡ་ཡིན། འདི་ཞུ་ཡ་གཅིག་ཅེས་ད་ད་ལྟ་སྐབས་སུ་བབ་པ་ཁྱོད་རང་གིས་ངའི་དང་པོ་ངོ་སྤྲོད་དེར་བ། འདི་ཡིན་དུས། གང་ངའི་ངོ་སྤྲོད་གྲ་རྒྱས་པོ་ཞིག་ཡོད་མ་རེད་དེ། ངའི་ཁ་སང་ཉི་མ་ད་རྩ་བའི་རྣམ་པ་གཙོ་བོ་ངས་ཀྱི་ད་ལྟ་ཡུལ་གྲུབ་བྱེད་ཡོད། ཡུལ་གྲུབ་བྱེད་ཨ་ནི་ངས་ཀྱི་ཡུལ་གྲུབ་དང་ངོ་དེབ་ད་ད་ན་བཞིན་དེང་སང་ངས Instagram ཅེས་ཡང་ཁ་ཕྱེས་བཞག་ཡོད་ཨ་ནི་གཞོན་སྐྱེས་མང་ཆེ་བ་གིས Instagram བེད་སྤྱོད་བྱེད་དགོས་བར་བ། དེ་ཡིན་དུས་ཚང་མ་ལ་དེའི་ནང་ལོགས་ད་ངས་བརྙན་ཐུང། ཁ་སང་ངོ་མ་ད་ཅིག་བསྡད་པའི་གནས་ཚུལ་ནང་ཇི་ལྟར་བརྙན་ཐུང་ག་ལ་གང་འཚམ་བྱུ་བཟོས་ཡོད་རེད་ཡིན་ན་ཡང་ད་ཅིག། བརྙན་ཐུང། བསྡད་པའི་གནས་ཚུལ་ནང་ལོགས་བརྙན་ཐུང་བཟོ་ཡ་དེ་ཚོ་ད། སང་སྔན་མ་སྔན་མ་ནས་བརྙན་ཐུང་བཟོ་ཡ་དེ་གི་དེ་ད་སྔོན་འགྲོས་ཀྱི་ཚུལ་དུ་བྱས། ཨ་ད་ལན་ཕྱི་ལོ་ཉིས་སྟོང་ཉིས་ས་བཞི་ནས་བྱས་བྱས་ད། བརྙན་ཐུང་དངོས་གཞི་འདྲ་པོ་དེ་ད་ངས་འདུག་ཅེས་འགོ་བཙུགས་རྗེས་ད་ད་ལྟའི་ཆ་ལ་ཡང་འདོན་ཐེངས་ལྔ་པ་འདྲ་པོ་ཅིག་འདུག་ཆགས་སྡོད་ཡོད་རེད། དེ་ཡིན་དུས་ངས་འདོན་ཐེངས་དང་པོའི་ནང་ལོགས་ལ་ཡང་རྣམ་པ་ཚོ་ལ་ཡང་དེའི་སྐབས་ལ་ངོ་སྤྲོད་སྙིང་བསྡུས་ཆུ་ཆུ་ཡོད་རྣམ་པ་ཚོ་སེམས་གཟིགས་གནང་མཁན་ཡིན་ན། ང་མ་མཁྱེན་པ་ཡོད་རེད་ཡོད་མ་རེད་བསམ་གི་འདུག་ལགས་འོང་དེ་ཡིན་དུས་ད་དེ་རིང་སྙིང་བསྡུས་གཅིག་ཞུས་པ་ཡིན་ན་ཁོང་གིས་རེ་བ་ཞུས་པ་གཞི་བཟུང་བྱེད་ཅེས་སྙིང་བསྡུས་ཞུས་པ་ཡིན་ན་ཨ་ནི་ང་སྐྱེས་ས་དེ་སྐྱེས་ཡ་དེ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་གི་གོ་སྟོད་སྡེ་བ་ལས་སྐྱེས་བཞག་རྒྱུ་བྱེད་ཨ་ནི་སྐྱེས་ས་དེ་རྒྱ་གར་བྱང་ཤར་སི་ཀིམ་མངའ་སྡེ་ནང་ལ་ཡོད་པའི་ཨ་ནི་བྱང་འདྲེན་ཆུང་ལ་ཆུང་སི་ཡ་གི་ས་གནས་ལ་ཡ་འདུག་སྐྱེས་བཞག་རྒྱུ་བྱེད་ཨ་ནི་ཆུང་དུས་སྐབས་ནས་གྲྭ་བ་བྱེད་ཡ་གི་བསམ་བློ་ཤུགས་ཆེན་པོ་ཡོད་པ་བྱེད། དེ་ནས་ཨ་ནེ་ཆུང་དུས་སྐབས་ནས་གྲྭ་བ་བྱེད་ཡག་བསམ་བློ་ཤུགས་ཆེན་པོ་ཡོད་ནང་མི་བྱ་སོ་སོ་ཕ་མ་སྤུན་རྒྱ་ཚང་མ་ལོ་ལེ་ཡག་གྲྭ་བ་བཏང་རོགས་བྱེད་དབུ་འཛུགས་ཞུ་སྐྱོན་བྱེད་དེ་ནས་ཉིས་སྟོང་ལྔའི་ལོ་ལེ་ཡག་ཨ་ནེ་ང་གདན་ས་ཆེན་པོ་ཉིས་སྟོང་ལྔའི་ལོ་ལེ་ཡག་ད་ག་འདར་དགོན་པ་ལེ་ཡག་འགྲོ་ཡག་འགོ་བཙུགས་བྱེད་དེ་ནས་ཉིས་སྟོང་བརྒྱད་ཀྱི་ལོ་ལེ་ཡག་ཨ་ནེ་གདན་ས་ཆེན་པོ་འབྲས་སྤུངས་ལེ་ཡག་འབྱོར་བྱེད་གཞུང་ཆེན་པོ་ལེ་ཡག་ད་དུས་སང་སློབ་གཉེར་བྱེད་ཡག་འདུག་བྱེད་འགོ་བཙུགས་བྱེད་ཨ་ནེ་ད་འདས་ཆགས་ལེ་ཡག་དབུ་མ་ལོ་རིམ་གསུམ་པའམ་དབུ་མ་ལོ་རིམ་ཐ་མ་ད་དབུ་མ་དང་འགོ་འཛིན་གྲྭ་ཟེར་གྱི་ར་ཨ་ནེ་དེ་ལེ་ཡག་སློབ་གཉེར་བྱེད་བསྡད་བྱེད་བཞིན་པ་ཡིན་སྙིང་འདོད་ཞུ་བ་ཡིན་ན་འདུག་བྱེད་དེ་ནས་ད། སྐབས་སུ་བབ་པ་ད་ང་ཚོས་དྲ་རྒྱ་ཐོག་ནས་འདུག་ཅེས་དྲ་རྒྱ་བརྒྱུད་ནས་སྐད་ཆ་བཤད་ཡ་འདི་ཚོ་ཡིན་ནས་ད་ངས་འདས་པའི་གནས་ཚུལ་ནང་ལོགས་ལ་ཡ་བརྟག་དཔྱད་མང་པོ་ཞིག་བྱས་ཨ་ནས་ལོག་ཕལ་ཆེར་འགའ་ཤས་ཤིག་སྔོན་ལ་ཡ་ལོ་གཉིས། ལོ་གཉིས་གསུམ་སྔོན་ལ་ཡ་ངས་ད་བརྙན་ཐུང་འདི་འདྲའི་ག་ལེ་གང་འཚམ་བཟོས་བྱས་ད། མི་ལ་ག་ཚོད་ཕན་གྱི་འདུག་མི་འདུག་འདུག་བརྟག་དཔྱད་བྱས་ཡོང་དུས་ཙང་མ་ལ་ཡ་ད།

ལོ་རྒྱུས་སྙིང་བསྡུས་འདྲ་བོ་ཞུ་བ་ཡིན་ན་འདུག་ཅེས་དེ་ནས་ངས་དེ་དང་སྦྲགས་ནས་ད་གལ་ཆེན་པོ་གཅིག་གར་ཞུ་འདོད་བྱུང་ཟེར་ལབ་པ་ཡིན་ན། ང་ཚོ་ནམ་རྒྱུན་ད་ང་རང་གི་སྤུན་རྒྱག་རྒན་པ་རེད་ཨང་ཅིག་སོ་སོ་ཤ་ཚ་སྙིང་རྗེ་ཡོད་མཁན་ད་འདི་འདྲ་ཡི་ག་ཤེད་ཡི་གེ་གསུང་གི་འདུག་ད་ཡིན་ནས་ཁོ་རང་ཚོ་ལྷག་བསམ་རྣམ་དག་ཐོག་ནས་ཁོ་རང་ཚོ་གི་འདུག་འདུག་གསུང་གོ་ར། ཨ་ནས་དཔེ་ན་ཁྱོད་རང་དྲ་རྒྱ་ནང་ལོ་དོན་རྒྱུ་མི་འདུག། ད་ཁོ་རང་ཚོས་དྲ་རྒྱ་ནང་ལ་དོན་རྒྱུ་མི་འདུག་སྐད་ཆ་བཤད་རྒྱུ་མི་འདུག་ཟེར་མཁན་ཡང་ང་ལ་གསུང་མཁན་དེ་འདྲ་འགའ་ཤས་ཤིག་འདུག་ཁོ་རང་ཚོ་ཤ་ཚ་སྙིང་རྗེ་ཡོད་མཁན་དེ་འདྲ་གི་རེད་བ། ཁོ་རང་ཚོ་ད་ལྷག་བསམ་རྣམ་དག་རེད་ཞེ་ད་གང་ལྟར་ཁྱོད་རང་དྲ་རྒྱ་ནང་ལ་མང་ཐོན་ནས་རྒྱུ་མཚན་དེ་བསམ་བློ་གཅིག་མ་གཏོགས་མི་འདུག་མི་གཞན་དག་གི་ཆེད་ལས་རྒྱ་གར་དག་ཟེར་ཡ་དེ་རེད། ད་ངས་གར་ང་རང་ནམ་རྒྱུན་བསམ་བློ་འདྲ་པོ་དེ་ག་རེ་རེད་ཟེར་ན་གང་ལྟར་མི་གཞན་ལ་ཕན་ཡག་ཅིག་ཡོད་ན་འགྲིག་གི་འདུག་བསམ་གྱི་ཡོད་ལམ། ཨ་མི་ཞིག་གི་ཆེད་ལས་རྒྱབ་ག་རེ་ཡིན་ན་ད་གང་ལྟར་མི་གི་ཆེད་ལས་རྒྱག་གི་ཡོད་ན་རྡོ་རིང་ངེས་ཚེ་ག་རེ་ལ་ནས་ཁྱད་པ་ཁྱེད་མི་འདུག་ངས་ནམ་རྒྱུན་བཤད་རྒྱུ་ཡང་ནས

ནང་ན་བཟོ་དགོས་ཡ་དེ་འདྲའི་གལ་ཡོད་མེད་དག་ནང་བཞིན་ང་བསྟོད་བསྔགས་ཞུ་བཏང་བྱས་ཡང་ཅིག་ཞུ་བྱས་ཡང་ཅིག་གེ་སོ་སོ་ཡིན་མདོག་ཏུ་དེ་འདྲའི་འཁྲབ་ཡ་འདྲ་བོ་དེ་འདྲའི་ད་ལྟ་བར་དུ་གེ་བྱུང་མྱོང་མེད་མ་འོངས་པ་ནས་གོ་བྱེད་ཡ་ཆ་ཞིག་གེ་མེད་ལ་འོང་འདི་བྱེད་ཨ་དག་ནང་བཞིན་ད་ངས་དཔེ་ཐ་མ་ཅིག་ཞུ་གིན་ཡོད་རོ་ཨ་ནེ་ད་ལྟ་ང་ཚོ་ད་སྤྱི་ཚོགས་ནང་ལོ་སྔོ་ནད་དྲག་ནས་པའི་གཞོན་སྐྱེས་ལོ་གཞོན་གཞོན་ཨ་ནེ་ང་རང་ཚོ་ཅིག་མིག་དཔེ་བལྟ་ཡོད་པ་ཅིག་དེ་ག་རུ་འདུག་ཟེར་སུ་བཞག་སུ་བཞག་སུ་བཞག་པ་ཡིན་ན་འགྲིག་གི་འདུག་ཟེར་བཞིན་དུ་ཞུས་པ་ཡིན་ན་ད་ལྟ་དཔལ་ས་སྐྱའི་ས་སྐྱ་གི་གདུང་སྲས་ཡོད་རོ་ཨ་ཨ་ནེ། ད་ལྟ་རིན་པོ་ཆེ་གི་མཚན་ད་དཔེ་ན་ཁྱེད་རང་ས་སྐྱ་གི་གདུང་སྲས་དེ་ཚོ་མཚན་འདི་ཁྲག་པོ་འདྲ་ཞིག་འདུག་ཨ་ལོང་དེ་ཡིན་དུས་ད་ལྟ་ཨ་པི་ཀེ་ཏཱ་བྷ་ཇེ་རི་རིན་པོ་ཆེ་ཡིན་ན་ཅིག་ལབ་གི་འདུག་ཨ། རིན་པོ་ཆེ་ཁོ་རང་ཡིན་ན་དཔལ་གཞོན་སྐྱེས་ལོ་ཆུང་ཆུང་ད་ང་ཚོ་དཔལ་ལོ་གཉིས་གསུམ་མ་གཏོགས་ཁྱད་པར་ཡོད་ས་མ་རེད་ལོང་ང་ལས་ལོ་གཉིས་གཅིག་རྒན་པ་རེད། དེ་ཡིན་དུས་ཅིག་ནང་ཆོས་ངོ་སྤྲོད་བྱེད་ཡ་རེད་ག་རེ་ཡིན་ན་ཞུ་གི་ཅིག་འདུག་ཨ་རིན་པོ་ཆེ་གི་ད་དྲ་རྒྱ་ནང་ལོ་ཁྱབ་བསྒྲགས་ཞུ་གི་ཅིག་གནང་བསྡད་ཀྱི་འདུག་ཨ་ལོང། ཐོག་མར་རིན་པོ་ཆེ་གི་ཁ་སང་ངས་རིན་པོ་ཆེ་ལ་ད་ལྟ་བཅར་འདྲི་ཞུ་རྒྱུ་ཅིག་འདུག་ཨ། རྫ་ཚེ་རིང་བཀྲ་ཤིས་ཟེར་མཁན་བལ་བོའི་ཕོ་གསར་ཞིག་འདུག་ཨ། ཁོ་རང་ལ་བཅར་འདྲི་ཞུ་རྒྱུ་གཅིག་ནང་ལོགས་ལ་ཡང་རིན་པོ་ཆེ་གི་རིན་པོ་ཆེ་ལ་ཡང་བཅར་འདྲི་ཞུ་རྒྱུ་གཅིག་ནང་ལོགས་ལ་ཡང་ངས་གནད་འགག་གཅིག་གར་མཐོང་ཟེར་ལབ་པ་ཡིན་ན། ངས་ཆ་ཚང་ཞིག་ཉན་པ་ཡི་སྐར་མ་ལྔ་བཅུ་ཟིན་འདུག་འདིའི་ནང་ལོགས་ནས་ཡང་རིན་པོ་ཆེ་གི་གར་གསུངས་གནང་གི་འདུག་ཟེར་ལབ་པ་ཡིན་ན། དང་པོ་རིན་པོ་ཆེ་གི་བརྙན་ཐུང་འདི་གའི་དེ་ད་ཅི་ཡི་སྤུ་གུ་དང་རྩེད་མོ་དང་སྦྲགས་ནས་ཅིག་འཇོག་ལང་ཀྱོག་བརྙན་ཐུང་འདི་འདྲ་མང་པོ་བཟོས་འདུག་ཡ། འོ་འདི་གའི་དེ་བརྙན་ཐུང་འདི་གའི་དེ་དང་པོ་དྲ་རྒྱ་ན་བཞག་ཡ་ཆ་ཞིག་ཁྱེད་མེད། རིན་པོ་ཆེའི་ཨ་ནི་འཁྲུངས་ས་ཨ་རི་ལ་ཡོད་མཁན་གྱི་གཞོན་སྐྱེས་ཁག་ཅིག་གིས་ནང་ཆོས་ངོ་སྤྲོད་བྱེད་རོགས་བྱས་སླབས་ཨ་རིན་པོ་ཆེ་གི་གཞོན་སྐྱེས་ཚོ་ལ་ཡང་ཅིག་རྟ་ཉིའི་གྲུ་བོ་ཆ་ཡ་གི་ཆེད་དུ་ཨ་ནི་དུ་བརྙན་ཐུང་འཇོག་ཚ་པོ་བཟོས་པ་ཡིན། འོ་དེ་འདྲས་སོང་དུ་ཨ། དེ་ནས་རིན་པོ་ཆེ་གིས་ད་ཐེངས་ཅིག་ཨ་རི་ལོས་མཁན་གཞོན་སྐྱེས་ཁག་ཅིག་གིས་དེ་འདྲས་གསུང་དུས་ཙམ་མ་ལ་ཡ་ཨ་ནི་ཚུར་རེ་བ་རིན་པོ་ཆེ་ལ་གསུང་གི་འདུག་ཨ་འདི་གས་དེ་དྲ་རྒྱ་ནང་ལོགས་ལས་ཕ་ཁྱབ་བསྒྲགས་ཕྱིས་སུ་བཏང་བཞག་ན་འགྲིག་གི་རེད་པས། ཞུ་ཡིན། དེ་གར་སོགས་པར་དེ་གཞོན་སྐྱེས་ཚོ་གིའང་རིན་པོ་ཆེ་ལ་ཡར་ཞུ་སོང་གསུངས་འདུག་ཨ་རིན་པོ་ཆེ་གིས། ད་མི་གཞན་ལ་ཕན་ཐོགས་ཡ་ཅིག་ཡོད་ན་ཁོ་འགྲིག་གི་འདུག་ཁྱབ་བསྒྲགས་བཏང་ཞུ་གསུངས་རེད། ཨ་ནི་ཁོ་རང་ད་རིན་པོ་ཆེ་གིས་ད་སློབ་མ་དང་དེ་ཚོ་གིས་ཁྱབ་བསྒྲགས་བཏང་རྗེས་ཨ་ནི་སྤྱི་ཚོགས་ནང་ལོགས་ལས་ཁྱབ་ཆེན་པོ་ཞུ་གི་ཆགས་ཅེས་ལྟ་མཁན་མང་པོ་ཞུ་བྱུང་བར། ཨ་ནི་མི་ལ་ཕན་ཐོགས་ཡ་ཞིག་ཆགས་ཀྱི་འདུག་ཨང་འོ་དེ་ཡིན་དུས་མི་ལ་ཕན་ཐོགས་ཡ་ཅིག་ཡོད་ན་ཨ་ནི་འགྲིག་གི་འདུག་བསམ་རྗེས་ཨ་ནི་ངས་དེ་ད། ད་ངས་ངོ་སྤྲོད་སྙིང་བསྡུས་ཞུ་བ་ཡིན་འདུག་ཟིན་ད་ངས་ད་ལྟ་བར་དུ་ད་བརྙན་ཐུང་ད་བཟོ་བྱས་ཨ་ནི་མ་འོངས་པ་ཡིན་ནའི་ད་ཅིག་བརྗོད་གཞི་འདྲ་མིན་སྣ་ཚོགས་ཀྱི་ཐོག་ལ་ཡག་ཏུ་འདུག་བྱས་བརྙན་ཐུང་བཟོས་བྱས་ཨ་ནི་མཚམས་ཚང་ལ་ལྟ་མཁན་སྟོང་ཕྲག་གོ་རོ་འགས་འགྲོ་གི་འདུག་ད་སྟོང་ཕྲག་ནང་ལོགས་ལ་མཚམས་མ་ལ་ཕན་མ་ཐུབ་པ་ཡིན་ན་མི་གཅིག་གཉིས་ལ་ཕན་པ་ཡིན་ན་ཁུ་གཞན་དོན་ཆགས་འགྲོ་གོ་རོ་གཞན་ལ་ཕན་འགྲོ་གོ་རོ་འདི་ཡིན་འདུག་ཨ་ནི་ཁུ་ཁ་བཏང་མཁན་ཡོད་མེད་ལ་མ་ལྟོས་པའི་རྡོ་རིང་ངེ་ཚེ་ལབ་མཁན་ཡོད་མེད་ལ་མ་ལྟོས་པའི་ཐོག་ནས་ནས་འདུག་བྱས་གཞན་གཞན་ལ་ཕན་པ།

ད་དྲི་བ་དེ་དཔེ་གནད་འགག་ཆེན་པོ་རེད་ཞེས་ད་ང་རང་དྲི་བ་དེ་ཧང་སང་ཡག་པོ་རེད་ཞེས་མཐོང་སོང། ད་གྲྭ་བའི་མི་ཚེ་ཟེར་ཡག་དེ་དངོས་གནས་དྲ་ནས་བསམ་བློ་ཡག་པོ་ཞིག་བཏང་པ་ཡིན་ན་གལ་ཆེན་པོ་ཞུ་བཞི་བྱ་དགོས་རེད་ད། དེ་ཡིན་དུས་ང་ཚོ་ནམ་རྒྱུན་བཤད་སྟངས་བཅས་ཡོད་རེད་ཨ་ནེ་ཅིག་སངས་རྒྱས་ཀྱི་བསྟན་པ་དེ་མུ་མཐུད་ནས་ཡུན་རིང་པོ་གནས་དང་མ་གནས་ཟེར་ཡག་དེ་དགེ་འདུན་གྱི་སྡེ་ལ་རག་ལས་དགོས་རེད། དེ་ཡིན་དུས་དེ་དངོས་གནས་བསམ་བློ་གཅིག་བཏང་པ་ཡིན་ན་མ་རེད་ལ་ཅིག་མི་འདུག་དངོས་གནས་དྲ་གནས་བདེན་པ་ཡིན་པས་སུ་འདྲ་བོ་ཅི་རེད་ཤག་ད་དཔེ་འདྲ་བོ་ཆ་ཤར་བ་ཡིན་ན་ཨ་ནེ་ང་རང་ཚོའི་གྲྭ་བའི་མི་ཚེ་ཚེ་ཡག་དེ་གས་ཆོམ་ག་རེ་ཆགས་དགོས་རེད་ཟེར་ལབ་པ་ཡིན་ན་ང་རང་ཚོ་ནང་པ་སངས་རྒྱས་པ་ཅན་པའི་ཆ་ནས་བཤད་པ་ཡིན་ནར་ད། ནང་པ་སངས་རྒྱས་པ་ཅན་པའི་ཆ་ནས་བཤད་པ་ཡིན་ན་གྲྭ་བ་མི་སྐྱ་ཡིན་མེད་ལ་མ་ལྟོས་པའི་ཐོག་ནས་ཚང་མ་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འབྲང་པ་ཆགས་དེ་དགོས་ར། མཐར་ཐུག་ན་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་དགོས་བ་ཆགས་དགོས་ར། འདི་ཡིན་དུས་ཙམ་ལ་སངས་རྒྱས་བཅོམ་ལྡན་འདས་དེ་ག་རེ་ཆགས་དགོས་རེད་སངས་རྒྱས་བཅོམ་ལྡན་འདས་ག་རེ་ཆགས་དགོས་རེད་ཟེར་ལབ་པ་ཡིན་ན་གྲྭ་བ་དེའི་ནང་ལོགས་ནས་དགེ་སློང་ཅིག་ཆགས་དགོས་རེད། དེ་འདྲ་ཡིན་དུས་ཙམ་མ་ལགས། ཨ་ནེ་རྒྱའི་ཚུར་ལོངས་ཀྱི་སྡོམ་པ་སྲུངས་ཅིག་འདུག་ཅེས་ཨ་ནེ་ཡ་ཅིག་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་མཁན་ཞིག་ཆགས་དགོས་རོ། དེ་འདྲ་ཡིན་དུས་ཙམ་མ་ལགས་ད་ང་ཚོ་མཐར་ཐུག་ན་ནང་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་དགོས་དུས་ཙམ་མ་ལགས་ཨ་ནེ་གྲྭ་བས་མི་ཚེ་དེ་དཔེ་གལ་ཆེན་པོ་ཞུ་ཆགས་ཏེ་བཞག་ད་གྲྭ་བ་ཅིག་བྱེད་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ནང་བཞིན་ཨ་ནེ་ཅིག་རྒྱའི་ཚུར་ལོངས་ཀྱི་སྡོམ་པ། དགེ་ཚུལ་ཡིན་ན་གླང་ལྡན་སུམ་ཅུ་སོ་དྲུག་དང་དགེ་སློང་ཡིན་ན་ཁྲིམས་ཉིས་བརྒྱ་ལྔ་བཅུ་ས་ཚོམ་གསུང་དགུ་གོ། ཨཱ་ད་བྱེ་མ་བྱེ་ཆེན་སྲུང་མ་ཐུ་ནི་སོ་སོ་ག་ལས་ག་ལས་སྲུང་ཐུ་ཡག་གི་འབད་བརྩོན་བྱེད་བྱེད་ཨ་ནི་ཡག་གཅིག་གི། ད་ཉི་མ་གཅིག་ཁུ་ག་ལས་ག་ལས་བྱེད་ན་ཨ་ནི་གཅིག་གི་སོ་སོ་རྒྱུད་ལ་ཡག་རྟོགས་པ་ཐོབ་བོ་བྱེད་ཨ་ནི་ལུས་ཤིན་སྦྱངས་དང་སེམས་ཤིན་སྦྱངས་ཚེ་ཡག་དེ་ཚོ་ཐོབ་ཨ་ནི་ག་ལས་ག་ལས་ཐེག་ཆེན་གི་ཚོགས་ལམ་ཐོབ་དེ་ནས་སྦྱོར་ལམ་མཐོང་ལམ་ཨ་ནི་ཐ་མ་དེ་མི་སློབ་ལམ་མི་སློབ་ལམ་ཐོབ་ཚ་དུས་སངས་རྒྱས་འགྲོ་གོ། དེ་ཡིན་དུས་ཚང་མ་ལ་ད་དེ་ཐབས་ལམ་བཟང་ཤོས་དེ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་དགོས་ཀྱི་ཡོད་པ་ཡིན་ན་ཐབས་ལམ་བཟང་ཤོས་དེ་ང་རའི་ལྟ་སྟངས་འདྲ་བོ་ཞུས་པ་ཡིན་ན་གར་མཐོང་གི་འདུག་ཟེར་ལབ་པ་ཡིན་ན་གྲྭ་བ་བྱེད་ཡ་དེ་ཆགས་བསྡད་བྱེད་ད། དེ་དེ་ལས་ཡག་ག་ཐབས་ཤེས་ཅིག་ཁྱེད་མི་འདུག། སྤྱི་བཏང་ནས་རྒྱ་བ་རུ་མོ་ཅིག་གསུང་དགོས་བ་རེད་ཨ་ནི་གསུང་ཡ་དེ་དངོས་གནས་དྲ་གནས་ཐུགས་བདེན་པར། སྐྱ་སེར་ཕོ་མོ་དབྱེ་བ་མེད་པར་ཨ་ནི་ཅིག། ཀྱི་ཚ་མ་ལོག་གི་ཨ་ནི་ཆོས་བྱེད་སྐོར་དང། ཆོས་བྱེད་ཟེར་ཡ་དེ་གྲྭ་བ་དང་ཨ་ནེ་སྐད་ཆ་གཅིག་པུ་མར་དང་ཅེས་བྱས་དུས་སུ་བཀའ་གནང་གི་འདུག་ཨ་དེ་དངོས་གནས་དྲང་གནས་རེད་ད་དཔེར་ན་རྒྱ་བོར་མི་གཅིག་བཀའ་དྲིན་ལ་བརྟེན་ནས་ད་ང་ཚོ་གཅིག་བླ་བྲ་ཁག་ཡིན་ནས་ག་བ་ག་ས་ལ་དེང་སང་གཅིག་མཚན་ཉིད་རྩོད་ཡ་དང་ག་རེ་ཡིན་ནས་ཞུ་གི་ཅིག་འདུག་གནང་དེ་སྐོར་ཨ་ནེ་གཞོན་སྐྱེས་སློབ་ཕྲུག་ཚོ་ཡིན་པ་ཡིན་ནས་ཟླ་བ་གཉིས་གོང་གསེང་དེ་ཚོ་ལ་དགོན་སྡེ་ཁག་དེ་ཚོ་ལ་གཅིག་ནང་ཆོས་སྦྱང་ཡ་དང་ག་རེ་ཡིན་ནས་གནང་དེ་སྐོར་ཨ་དེ་ཚོ་དངོས་གནས་དྲ་ན་ཧ་ལས་པའི་ཡག་པོ་རེད་བསམ་གི་འདུག་ར། དེ་བྱས། དེ་ནས་ད་ག་འདར་ཨ་ནེ་ག་བཞུགས་པར་ད། དཔེར་ན་ང་རང་ཚོ་ཨ་ལས་གྲྭ་བ་མ་བྱས་པ་ཡིན་ན་མི་སྐྱ་ཅིག་བྱས་པ་ཡིན་ན། མི་སྐྱ་ཅིག་བྱས་པ་ཡིན་ན་ཁོས་ཨང་དང་པོ་དེ་གཅིག་མི་ཚང་གཅིག་བཟོ་དགོས་དགོས་པ་རེད་སོ་སོ་ནང་གཅིག་བཙུགས་དགོས་ར་ད་གཅིག་སོ་སོ་ཆང་ས་རྒྱབ་སྤུ་གུ་གསོལ་དགོས་རེད་ད་སྤུ་གུ་བཏང་ཨ་ལས་སྤུ་གུ་ད་དེང་སང་མི་མང་ཆེ་བ་སློབ་གྲྭ་སྤུ་གུ་དེ་ཚོ་ཡིན་ན་སླབ་གྲྭ་སྐད་རིགས་སྐད་གྲགས་ཆེ་རིགས་ཆེ་ཚད་སླབ་གྲྭ་མཛེས་རིགས་མཛེས་ཚད་བཏང་དགོས་དགོས་དོ་ད་སླབ་གྲྭ་བཏང་པ་ཡིན་ན། སྤུ་གུ་དེ་བླ་བྲ་མཛེས་རིག་འཛིགས་བྱེད་བཏང་དུས་འགྲོ་སོང་འབུམ་དང་འབུམ། དེ་འདྲས་བཏང་དགོས་དགོས་བར། ད་ནང་བཞིན་སོ་སོ་འདས་ས་ནང་བྱི་བཟོ་དགོས་བར་སྤུ་གུ་གསོས་ཨ་ནི་ནང་མི་བྱི། མི་ཚང་ནང་མི་བྱི་ཆགས་ཚར་དུས་ད་ནང་བྱི་བཟོ་དགོས་དགོས་བར། ཁང་པ་བྱི་རྒྱབ་དགོས་དགོས་བར། ད་དེང་སང་ཁང་པ་བྱི་རྒྱབ་དགོས་དུས་ཙམ་མ་ལ་ཡ། སྒོར་མོ་འབུམ་དང་འབུམ། དངུལ་འབུམ་དང་འབུམ་ད་དངོས་གནས་དྲང་ནས་རྩེ་གར་འགྲོ་དགོས་བར། ད་དེ་བཙས་པ་ལ་དངུལ་དེ་བསྣམས་ནས་ཆར་པ་བབས་པ་ནས་ཞིག་ལས་ཡག་ཡོད་མ་རེད། ས་ལས། ས་ནས་ཡར་རྩྭ་སྐྱེ་བ་ནང་བཞིན་ལས་ཡག་ཡོད་མ་ར། དེ་ཡིན་དུས་ཉི་མ་ཉེན་ཁ་པས་རྒྱ་གར་སྐུ་ལུས་ནང་བཞིན་རྒྱུགས་བསྡད་དགོས་ར་ད། རྒྱ་གར་སྐུ་ལུས་ནང་བཞིན་ཉི་མ་ཉེན་ཁ་ཞོག་གེ་ནས་དགོན་བདག་བར་དུ་ལས་ཀ་རྒྱུགས་བསྡད་དགོས་ར་ད། ཨ་ལས་སོ་སོ་དངུལ་བཙས་ཡག་གི་དོན་དག་འདི་ད། ཧ་ལམ་ད་ཅིག་མི་ཚེ་གང་ཚར་གྱི་ད་སོ་སོ་སྤུ་གུ་དེ་ཡག་ཆེན་པོ་ཆགས་སྤུ་གུ་དེ་ཚུ་སྤུ་གུ་དེ་ཡང་ཨ་ལས་ཚུ་ཕན་ཐོགས་མ་ཐོགས་ཟེར་ཡ་དེ། ཐེ་ཚོམ་འདྲ་བོ་བྱེད་རོགས། ནས་སྤུ་གུ་ཆེན་པོ་ཆགས་ཚར་ཏེ་ད་སྤུ་གུ་ཆུ་ཕན་ཐོགས་མཁན་ཅིག་ཡིན་ན་ནི་སོ་སོ་ལྟས་རྒན་གོག་མ་ཆགས་པ་དང་དཀའ་ལས་རྒྱབ་མཐའ་རྒྱ་གར་སྐུ་ལུས་ནང་བཞིན་རྒྱུགས་བསྡད་ཡ་རོགས། དེ་ཡིན་དུས་ཙམ་ཨ་ལས་ཡ། དེ་ད་ག་བཟོ་དགོས་རེད་ཨ་ནི། ཨ་ལས་ད་ཞོ་གས་ནས་དགོན་ད་པ་དང་རྒྱ་གར་སྐུ་ལུས་ནང་བཞིན་ལས་ཀ་འདུ་ཅིག་རྒྱུགས་དགོས་དུས་ཙམ་ཨ་ལས་ཡ། ཆོས་བྱེད་ཡག་གི་ད་གོ་སྐབས་ཁྱེད་ནང་རག་གོ་མ་ར། ད་ང་རང་ཚོ་གྲྭ་བ་ཅིག་བྱས་པ་ཡིན་ན་དངོས་གནས་དྲ་ནས་དཔེ་ན་ང་ཚོ་གདན་ས་ཁག་ལ་འདྲ་བོ་ཆ་བཞག་ན། ད་དགོན་སྡེ་ཁག་ཆ་ཚང་ཡིན་རྒྱུ་རེད་ད་ངས་ད་ད་ང་རང་གི་རྒྱུས་ཡོད་པ་དེ་གདན་ས་ཁག་དེ་ཆགས་དགོས་རོགས་འོ་དེ་ཕྱིན་ངས་གདན་ས་ཁག་དཔེ་ཞུ་དགོས་རེད་ད། ཨ་ནི། ད་དཔེ་ན་ཞོགས་ཀའི་ཉིན་དགུ་དགོང་དག་ཁ་ལག་ཆ་ཚང་ནི་དཔེ་གྲ་ཚང་གི་ལྟ་མགོ་བོ་རེད། ཨ་ནི། ཁ་ལག་རག་མ་རག་ལ་དཀའ་ངལ་སི་ཁེལ་ཡོག་མ་རེད། ཨ་ནི། སོ་སོ་བསྡད་ས་ནི་ཁ་དཔེ་ཁམས་ཚན་གི་གྲ་སྒྲིག་པས་ཡག་ཐག་ཆོད་དེ་འདྲས་ཡོད་རེད། རེད་བ། དེ་ཡིན་དུས་ད་ག་འདར་སོ་སོ་ངོས་ནས་ག་རེ་བྱེད་ཡག་འདུག་ལབ་པ་ཡིན་ན། ཆོས་བྱེད་ཡག་དེ་མ་གཏོགས། གོ་སྐབས་ཆེན་པོ་རེད། གོ་སྐབས་དེ། ཆོས་བྱེད་ཡག་དེ་མ་གཏོགས་གཞན་དག་བྱེད་དགོས་ཡག་སི་ཁེལ་མི་འདུག་ཨ། ད་མི་སྐྱ་ཡིན་པ་ཡིན་ན་ཁོ་སྤུ་གུ་གསོག་དགོ་རེད་ཁང་པ་རྒྱག་དགོ་རེད་དཔེ་ཤག་རྩེ། ཞོགས་ཀའི་ནི་རྒྱུགས་བསྡད་དགོ་ར། ཆོས་ཉམས་ལེན་བྱེད་ཡག་གི་གོ་སྐབས་ཁོ་རང་མི་འདུག་ཨ། རྒྱུ་མཚན་དེ་ལ་བརྟེན་ཅེས་ཨ་ནི་གྲྭ་བ། གྲྭ་བའི་མི་ཚེ་དེ་དཔེ་གལ་ཆེན་པོ་ཞུ་ཆགས་ཏེ་ཅེས་དངོས་གནས་དྲང་གནས་པའི་ཆོས་ཉམས་ལེན་བྱེད་ཡ་དེ། རུ་བ་འདི་གཅིག་བྱས་དེ་ནས་ངས་དེ་རིང་དེ་དང་སྦྲགས་ནས་ད་སེམས་ཅན་ནང་གི་ཚོ་ལ་ཡ་གཅིག་ཞུ་ཆགས་ནས་འགྲིག་གི་འདུག་རུ་བ། ཨ་ནི། དེང་སང་ང་ཚོའི་གྲྭ་བ་བྱེད་ཡ་དེ་ལྟས་སུ་སྐྱོན་རུ་སྐྱོན་རུ་འགྲོ་གི་འདུག་ཨ་ལོང། གྲྭ་བའི། ལྷག་པར་དུ་ཨ་ནི་གྲྭ་བ་ཡིན་ན་ཡིན་གཅིག། ཡང་མིན་ན་བོད་ནས་མར་སླེབས་མཁན། ལོང། འོ་འདི་ཞུ་གི་དག་རང་ལོང། གྲྭ་བ་བྱེད་མཁན་དེ་ཡང་མིན་ན་བོད་ནས་མར་སླེབས་མཁན་ཡིན་པ་ཆེས། ཡང་མེད་ན་ཧི་མ་ལ་ཡའི་རི་རྒྱུད་དག་ལ་དྭགས་དང་མོན་དང་དེ་འདྲའི་འདྲ་བོ་ཡིན་པ་བྱས་ད་གཞིས་ཆགས་ནང་དཔེར་ན་ང་ཚོ་མོང་གོ་ཏྲི་གཞིས་ཆགས་རེད་བ། མོང་གོ་ཏྲི་གཞིས་ཆགས་རང་གི་ནང་ལོགས་ལ་ཡང་གྲྭ་བ་བཟོ་མཁན་དེ་ཧ་ལས་ན་རྐང་གཉིས་གསུམ་འདྲ་བོ། དེ་འདྲའི་བ་དང་ཧ་ལམ་མེད་པའི་ཚོད་འདྲ་བོ་བྱས་སྤུ་གུ་གཅིག་སྐྱེས་ན་ཡིན་ཤག་ཤག་ཐོག་ན་གཅིག་མཐོ་རིམ་སློབ་གྲྭ་འདྲ་བོ་བླ་བྲག་སྐད་གྲགས་ཆེན་པོ་དེ་འདྲའི་གཏང་ཡག་གི་བསམ་བློ་རང་འདྲ་བོ་བྱས་ད། ད་བླ་བྲག་ཐོན་དུས་ཁོ་དང་པོ་བླ་བྲག་འགྲོ་ཀོ་ལེ་ཞི་ཐོན་འདི་ཆ་ཚང་བྱས་ཚར་དུས་ཨ་ན་ཐ་མ་ཀོ་ལེ་ཞི་ཐོན་ད་སློབ་གཉེར་མཐར་ཕྱིན་ཚར་བས་ཁོ་ལས་ཀ་འདྲ་བོ་བྱས་ཚར་ཡག་རེད་དོ། ཞོ་ཀེ་ནི་དགོན་བདག་པ་དུ་རྒྱུག་བསྡད་ཡ་ལས་ཀ་བྱས་ཆོས་ཉམས་ལེན་བྱེད་ཡག་གི་གོ་སྐབས་གོ་རོག་ཡོང་མ་ར། དེ་འདྲ་ཡིན་དུས་ད་གྲྭ་བ་མི་ཚེ་འདི་དངོས་གནས་གྲ་ནས་གལ་ཆེན་པོ་གར་ཆག་དགོས་འདུག་བསམ་ནས་ང་རང་ཚོ། ཅིག་ཆོས་ཉམས་ལེན་ཅིག་བྱས་པ་ཡིན་ན་གོ་སྐབས་ཧང་སང་ཡག་པོ་ཡོད་པ་རོ། དེ་འདྲ་ཡིན་དུས་ཙང་མ་ལ་ཡ། ཅིག་གང་ལྟར་ཅིག་ད་བསྡད་ས་དང་ག་ཟ་ཡ་འཐུང་ཡ་དེ་ཚོ་ནི་ང་ཚོ་དཀའ་ངལ་ཅེས་ཡོད་མ་ར་གྲྭ་ཚང་གི་པས་ཐུགས་རྗེ་བཀའ་དྲིན་ལ་བརྟེན་འདུག་ཟིག་ཡོང་བསྡད་དགོ་ར་དེ་འདྲ་ཡིན་དུས་སོ་སོ་ཆོས་ཉམས་ལེན་བྱེད་ཡག་གི་ཨ་ནི་གོ་སྐབས་ཞོལ་ཅིག་རག་དགོས་འདུག་ཨ། ད་ཆོས་ཉམས་ལེན་བྱས་ན་ཁེ་ཕན་ག་རེ་ཡོད་རེད་ཟེར་ཡ་དེ་རེད་ད། ཁེ་ཕན་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན། ཆོས་ཉམས་ལེན་བྱས་ནས་ག་ལེ་ག་ལེ་བྱས་ནས་ཆོས་བྱེད་ཡ་དེ་ཡང་གཅིག་སོ་སོ་ང། སོ་སོ་རང་ཉིད་གཅིག་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་མཐོ་ཡ་འདི་རྩ་བ་ཉིད་ནས་མ་ཡིན་པ་ཆེས་རྒྱ་ཆེ་ས་ནས་བསམ་བཏང་སྟེ་འགྲོ་བ་རུ་དྲུག་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ངས་དཔེ་ཆ་བལྟ་གི་ཡོད་བསམ་གྱི་བསམ་བློ་འདི་འདྲའི་ཆེ་བཏང་པ་ཡིན་ན་དངོས་གནས་སོ་སོ་བསམ་བློ་ཡིན་ནས་རྒྱ་ཆེན་པོ་ཚོགས་བསགས་སྒྲིག་བྱ་ཡིན་ནས་ག་རེ་ཡིན་ནས་རྒྱ་ཆེན་པོ་བྱ་དགོས་ར། འདི་ཡིན་དུས་ཙམ་མ་ལ་ཨ་ནི། ག་ལས་ག་ལས་ཕྱིན་ད་ཅིག་ཨ་ནི་ཅིག། སོ་སོའི་རྒྱུད་ལ་རྟོག་པ་རྟོགས་པ་ཐོབ་ཡ་འདྲ་བོ་ཞི་གནས་དང་ལྷག་མཐོང་སྲིད་ཡ་ད་ཨ་ནི་ཅིག་ལུས་ཤིན་སྦྱངས་སེམས་ཤིན་སྦྱངས་དེ་ཀྱི་ཐོག་ག་ལས་ག་ལས་ཕྱིན་ཨ་ནི་ཐེག་ཆེན་གྱི་ཚོགས་ལམ་སྦྱོར་ལམ་དེ་འདྲའི་ཐོབ་ཅིག་ཨ་ནི་སངས་རྒྱས་འགོར་བ། ད་སངས་རྒྱས་ཚོལ་བ་ཡིན་ན་རང་དོན་མཐར་ཕྱིན་ཚར་བར་ད། རང་དོན་མཐར་ཕྱིན་ཚར་བའི་རྗེས་ལ་ཡ་ད་གཞན་དོན་འགྲོ་ཡ་མ་ཏོག་གཞན་དག་བསམ་བློ་ཁྱེད་ཡོད་མར་ད། དེ་ཡིན་དུས་འདི་དཔེ་གནད་འགག་ཆེན་པོ་ཆགས་ཏེ་དཔེ་ལྟ་བུ་ཆགས་ཆགས་ན་ད་སངས་རྒྱས་ཚར་པ་ཡིན་ན་ཁ་ཤས་ཀྱི་སྲིན་གོར་དང་འགྲོ་བ་རུ་སེམས་ཅན་ཐམས་ཅད་ལ་ཕན་ཐོགས་ཡ་ཅི་བྱེད་ཐུབ་ཀྱི་ཡོད་ནམ་མེད་ན་བསམ་ཚེ་ཡང་དོགས་པ་ཟ་མཁན་དེ་འདྲ་ཡོད་རེད་དེ་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་བསམ་གྱི་འདུག་ལགས། དེ་དཔེ་ང་ཚོས་ཐག་རིང་པོ་བསམ་བཏང་མི་དགོས་ཆོག་ཨ་རིའི་དང་པོ་ཡིན་ང་ཚོ་དངོས་གནས་དྲ་གནས་ཚེ་འདི་ཕྱི་གཉིས་ཀྱི་རྒྱབ་ནས་རྒྱ་བོར་མི་ཅི་ལ་འདྲ་བུ་ཆ་མཚོན་པ་ཡིན་ན་རྒྱ་བོར་མི་ཅི་ནམ་རྒྱུན་གསུང་གོ་དུ་བ། ང་ཐེག་ཆེན་གྱི་ཚོགས་ལམ་ཐོབ་ནས་ད་སྦྱོར་ལམ་ལ་འགྲོ་ཡའི་འགོ་བཙུགས་ཀྱི་ཡོད། སྐུ་ཚེ་འདི་ན་ལོག་ལས་ད་དུས་ཚོད་བྲེལ་ལ་ཞེ་དྲག་རག་དུས་ཚོད་ཞེ་དྲག་རག་མི་འདུག་མ་གཏོགས་གལ་སྲིད་དུས་ཚོད་ཡག་པོ་ཅིག་བྱུང་བ་ཡིན་ན་སྐུ་ཚེ་འདི་ན་ལོག་ལས་ཞེ་ནས་ཡིན་ན་ག་རེ་ཡིན་ན་ཅིག་ཡག་ཅིག་སྒོམ་ཡག་རག་པ་ཡིན་ན་ཨ་ནི་སྐུ་ཚེ་འདི་ན་ལོག་ལ་ཡང་སྦྱོར་ལམ་ཐོ་ཡག་གི་རེ་བ་ཞུ་གི་ཡོད་གསུངས་འདུག་འདི་ཡིན་དུས་ཙམ་མ་ལ་ཨང་དང་པོ་འདི་ལ་ང་ཚོ་ད་རྒྱ་བོར་མི་གཅིག་བྱང་ཆུབ་སེམས་དཔའ་དངོས་གནས་དེ་ནི་ཐེག་ཆེན་གྱི་ལམ་ཐོབ་ཚར་མཁན་ནི་ང་ཚོ་ཚང་མ་ལོག་གི་ད་ཁས་ལེན་གོ་རེ་རྒྱ་བོར་མི་གཅིག་ཞེས་གྲོགས་མོ་ནས་གསུངས་ཡོད་རེ་བ་ཡང་ད་ཨ་ལས་དང་པོ་ང་རང་ཚོ་དཔེ་ཡག་པོ་ཇི་ལྟར་དང་ཨ་ལས་དཔེ་དང་པོ་སངས་རྒྱས་འདི་ལྟར་འདི་ཚོ་སངས་རྒྱས་ཚར་མཁན་འདི་ཚོ་བསམ་བློ་གཏང་མ་དགོ་བ་ཕྱིར་བ་ད་ང་ཚོ་ཁག་གཅིག་གིས་རྒྱ་བོར་མི་གཅིག་སངས་རྒྱས་རེད་གསུང་ཁས་ལེན་བྱེད་དགོ་རེད་ད་ཡིན་ནའི་རྒྱ་བོར་མི་གཅིག་རང་གི་ཞལ་རང་ནས་གར་གསུང་བར་བསམ་ཨ་ནས་ང་སངས་རྒྱས་མེད་ད་ཨ་ནས་ཐེག་ཆེན་གྱི་ཚོགས་ལམ་ཐོབ་ནས་ད་སྦྱོར་ལམ་ལ་འགྲོ་ཡ་བེད་བརྩོན་བྱེད་དགོས་གཅིག་དེ་རེད་གཉིས་པ་དེ་ཨ་རྒྱ་བོར་མི་གཅིག་གི་ན་ནིང་ཉིས་སྟོང་ཉི་ཤི་རྩ་གསུམ་གྱི་སྤྱི་ཟླ་ལྔ་པའི་ཚེས་གསུམ་སོ་གཅིག་གི་ཉིན་མོ་དེ་ལ་བཀའ་སློབ་གཅིག་གར་གནང་ཡོད་རེད་ཟེར་ལབ་པ་ཡིན་ན་ད་ང་རྒྱ་བོར་མི་གཅིག་གིས་གར་ཞལ་རང་ནས་ད་གསུང་ཆོས་གཅིག་ལ་གར་གསུང་འདུག་ཟེར་ལབ་པ་ཡིན་ན། ཨ་ནེ། ད། སྟོང་ཉིད་རྟོགས་ཚང་ཡིན་ཟེར་ན་ཕ་ཆེར་མ་འགྲིག་པ་ཁས་མེད་གསུངས་འདུག་ད་སྟོང་ཉིད་རྟོགས་ཚང་ཡིན་འདྲ་བོ་ཞིག་གསུངས་འདུག་སོང་ཙང་ད་སྟོང་ཉིད་རྟོགས་ཚང་དུས་བསམ་གྱིས་མི་ཁྱབ་པ་ཞུ་ཆགས་འདོད་རོ། དེ་ཡིན་དུས་ཙང་མ་ལ་གང་ལྟར་ཨ་ནེ། ཨ་ལེ་དང་པོ་ད་ངས་དཔེ་གར་ད་གར་ཞུ་དགོས་བ་ཟེར་ལབ་པ་ཡིན་ནོ་དོན་དག་རྡོག་རྡོག་དེ་རྟོགས་པ་མཐོ་པོ་ཐོབ་ཚགས་མཁན་མི་གཅིག་དང་མི་དཀྱུས་མ་གཅིག་གིས་བཞེད་འདོད་སྒྲུབ་སྟངས་གཉིས་ཁྱད་པར་དཔེ་གནམ་ས་རྒྱུགས་འདུག་དཔེ་ན་རྒྱ་བོར་མོ་ཅིལ་འདྲ་བོ་ཆགས་སོང་བ་ཡིན་ན་འཛམ་བུ་གླིང་ད་ཡོངས་ཀྱི་དཔེ་གཙུག་གི་ནོར་བུ་ཟོས་ན་འདྲ་བོ་ཆགས་དགོས་རོ་ད་ད་བོད་པ་ད་དངོས་ནས་བརྒྱ་ཆ་དགུ་བཅུ་གོ་དགོས་དོ་ཡིན་བརྩི་ཡ་དེ་ཡིན་པ་བྱེད་རོ། འཛམ་བུ་གླིང་སྤྱི་ལེ་ཡ་མཛད་འཕྲིན་རྒྱས་འཛམ་བུ་གླིང་སྤྱི་ལེ་ཡ་དག་དེང་སང་དགུང་ལོ། ཐུ་གུ་ཕལ་ཆེར་ཨ་ནི་ཆི་ཁ་ལ་ཤི་རག་ཕལ་ཐུ་གུ་བོར་མ་རེད་མ་གཏོགས་གཞན་དག་ཨ་རི་དང་ཡུ་རོབ་དང་སུའིས་དང་ག་བ་ག་ས་ལ་ཕལ་ཆེར་དག་དངོས་གནས་དྲ་ནས་གཞན་དོན་རྒྱ་ཆེན་པོ་ཞུ་འགྲོ་དགོས་ར་དེ་འདྲའི་གཞན་དོན་སྒྲུབ་མཁན་གཅིག་ང་རང་ཚོ་མི་དཀྱུས་མ་ན་ལོ། མེད་པའི་སྲིད་གྲོགས་ཀྱི་རོ། སོང་དང་དེ་ཡིན་དུས་རྟོགས་པ་ཐུ་བོ་དེ་འདྲའི་ཆགས་པ་ཡིན་ན་གཞན་དོན་དེ་དང་དེ་ལྟ་བུ་གཞན་དོན་སྒྲུབ་ཅིག་ད་སངས་རྒྱས་ཚང་ལྟོ་བཤད་མ་འགོ་བ་ཞིག་རོ། ཉི་མ་གཅིག་སྙེ་མ་ངས་དེ་ཆོས་གྲོགས་གཅིག་གིས་གསུངས་འདུག་ར་ཨ་ནས། དཔེར་ན་སངས་རྒྱས་བཅོམ་ལྡན་འདས་ཡིན་ན་ད་སངས་རྒྱས་ཚ་བྱ་ཆེ་གུ་སྐྱེས་ཡིན་ཕྱིར་ཧ་གོ་གོ་བ་རེད་དེ་ཧ་གོ་མ་གོ་ཡ་སེམས་ཁྲལ་གལ་ཡོང་པར་དེ་ཧ་གོ་ཡིན་པར་གསུངས་འདུག་ཕྱོགས་གཅིག་ནས་ཁོ་རང་ང་རྩེད་མོ་དང་སྦྲགས་ནས་གསུངས་ཡིན་སར་དེ་ཡིན་ན་ངས་ཞུ་གོ་བསམ་བློ་བཏང་ཡོད་དུས་ཚང་མ་ལ་ཡ་ད་སངས་རྒྱས་སངས་རྒྱས་ཆོས་ཐམས་ཅད་མཁྱེན་གོ་ར་ཆོས་ཐམས་ཅད་མཁྱེན་དུས་ཚང་མ་ལ་བྱ་བྱེའུ་གི་སྐད་དེ་ཚོ་མ་མཁྱེན་པ་ག་གེ་ཡོད་མར་གསུངས་འདུག་དཔེར་ན་སྔས་མ་དགའ་ལྡན་ལ་འགན་ལྟོགས་པ་མཐོ་པོ་བྱེད་ཡོར་གསུངས་འདུག་ཨ་མི་སྐྱོ་པོ་གཅིག་ཁོ་རང་ཚ་འདུག་ཞེས་ཡ་གླེད་དུས་ཚང་མ་ལ་ཡ་མ་གླེད་གོང་ལ་ཡ་ཨ་ནས། ད་རིན་པོ་ཆེ་དེ་རྒན་ཕ་གིས་མི་གླས་མཁན་དེ་མཐོང་གོ་མར་ད་མི་དཀྱུས་མ་ཅིག་གླས་དགོས་ཡོད་ས་ར། ད་ཁྱོད་རང་ཕར་འགྲོ་བཞུགས་ངས་ས་གླས་ནས་ཕན་ཐོག་ཅེས་མི་འདུག་གསུངས་རེད་ས། ངས་ས་ཨ་ནེ་ཁྱོད་རང་ག་རེ་ལགས་ཡོད་པ་ངས་ཧ་གོ་སོ་ཕན་ཐོག་གི་མི་འདུག་ཨ་ནེ་ཁྱོད་རང་ཕར་ཕེ་ཞབས་འདྲིས་ས་རེད་གསུངས་རེད་ས། ངོ་དེ་དགའ་ལྡན་གིས་ངས་ངོ་ཞིང་པ་བྱོས་འགྲོ་བྱོས་ཁོང་གིས་ང་ལ་འདི་འདྲ་ཞིག་གསུངས་སོ། ད་མི་རྟོག་པ་ཐོར་བུ་ཅིག་གིས་འདི་གང་ཞིག་མཁྱེན་རྒྱུ་ཡོད་ན་སངས་རྒྱས་ཀྱི་ཐོག་དེ་ལས་ཀྱང་ལྷག་བ་མཁྱེན་ཡིན་པ་ར། བྱ་བྱིའུ་གིས་སྐད་ག་རེ་གསུངས་ཡོད་དཔེར་ན་བྱ་བྱིའུ་འདྲ་བོ་ཅིག་སྐད་ཅིག་རྒྱག་པ་ཡིན་ན་ན་སངས་རྒྱས་ག་རེ་གསུངས་ཡོད་པ་དེ་བརྒྱ་ཆ་བརྒྱ་ལྟ་བ་མཁྱེན་འདོད་ཡིན་ར། དཔེར་ན་མངོན་ཤེས་རྒྱུད་ལྡན་གྱི་མི་གཅིག་གིས་མངོན་ཤེས་ཡོད་མཁན་མི་གཅིག་གིས་འདི་འདྲའི་མཁྱེན་རྒྱུད་དང་སངས་རྒྱས་ཙམ་དུ་སྐྱོན་ཀུན་སེལ་དང་ཡོན་ཏན་ཀུན་ལྡན་ཟིན་གྱི་ཆགས་འདོད་གོ་རོ་འདི་འདྲ་ཡིན་འདོད་ཙམ་མ་ལ་ད་མདོར་བསྡུས་ན། གྲྭ་བའི་མི་ཚེ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་བཞག་རྣམ་པ་གཙོ་ཡིན་ནའི་ཨ་ནི་སྤུ་གུ་འདི་ཚོ་ཨ་ནི་སྤུ་གུ་གསུམ་བརྩི་ཡོད་པ་ཡིན་ན། ཞུ་གལ་ཆུང་མ་ཐོབ་ན་སྤུ་གུ་གཅིག་བརྩི་གྲྭ་བ་བཏང་དགོས་ཡ་དེ་གལ་ཆེན་པོ་ཆགས་ཏེ་ལང་བ་མདོར་བསྡུས་ན་སངས་རྒྱས་ན་རང་དོན་གཞན་དོན་བསྒྲུབ་ན་ཡང། སངས་རྒྱས་སངས་རྒྱས་ཚང་ན་སྒྲུབ་སངས་རྒྱས་ཚང་ན་སྒྲུབ་ཐུབ་ཀྱི་རེད་བྱེད་སྟངས་ནི་ད་ལྟ་གཞན་དོན་སྒྲུབ་ཀྱིན་དུ་ཡོད་ར་བསམ་མ་བགྱིད་པ་ཡིན། ཡིན་ན་གཞན་དོན་རྒྱ་ཆེ་ཤོས་དེ་སྒྲུབ་ཐུབ་མཁན་དེ་སངས་རྒྱས་བཅོམ་ལྡན་འདས་ལ་ལྷག་སུ་གང་ཡོད་མ་རེད་ལམ་ད་ཞུ་བཞག་པ་ནི་མ་འདྲི་བ་ཁེ་ཡོད་མ་རེད་བསམ་གྱི་འདུག་ལགས། དེ་ཡིན་དུས་ཨ་ནི་གཞན་དོན་སྒྲུབ་ན་ཡང་དཔེ་གཞན་དོན་ཚད་མཐོ་ཤོས་དེ་སྒྲུབ་ན་ཡང་ཨ་ནི་ཅིག་གྲྭ་བ་བྱས་ནས་དཔེ་གང་ལྟར་ཅིག་སངས་རྒྱས་ཡ་ཞུ་ར། ད་བྱེད་སྟངས་གྲྭ་བ་མ་ཡིན་མཁན་ན་ལ་སངས་རྒྱས་མཁན་དུ་ཡོང་ཆོག་གོ་ར་ལ། དཔེ་ན་རྗེ་བཙུན་མི་ལ་རས་པ་ཡིན་ན་ཁོ་སངས་རྒྱས་རེད་ཅིག་ག་ཞུ་གོ་དེ་གྲྭ་བ་བྱས་རེད་ཟེར་ཤི་ར་གོ་ཡ་ཅིག་མི་འདུག་ཨ། ད་ཡིན་ནས་དངོས་གནས་ཐབས་ལམ་བཟང་ཤོས་འདྲ་པོ་དེ་གྲྭ་བ་བྱས་ཡ་དེ་ཆགས་བསྡད་འདུག་ཨ། ལོང་འདི་བྱས། ཨ་ནི་གཞན་དོན་བསྒྲུབ་ན་ཡང་དག་གཞན་དོན་ཚད་ཐུག་ཤོས་དུ་བསྒྲུབ་ན་ཡང་སངས་རྒྱས་ཡ་དེ་བྱས་ཨ་ནི་རང་དོན་ད་བསམ་པ་གཞན་དོན་བསམ་ན་ཁོ་རང་དོན་བཞག་ལ་འགྲུག་ཡོང་དགོས་རོ། དེ་རང་དོན་ད་དངོས་གནས་དྲང་ནས་ང་རང་ཚོ་གཅིག་གི་ཨ་ལེ་ཚེ་སྡིག་གི་སྐད་ཆ་འདྲ་པོ་གཅིག་པོ་ཅིག་བཤད་པ་ཡིན་ནས་སངས་རྒྱས་ཚར་སོང་ན། ཁ་ལག་ཟ་དགོས་མ་རེད་ནད་ན་ཚ་ན་ཡ་ཡོད་མ་རེད་གྲོད་ཁོག་ལྟོ་ཡ་ཡོད་མ་རེད་ང་ཤི་འགྲོ་གི་རེད་ཅིག་བྱེད་གི་རེད་སེམས་ཁྲལ་ཅིག་གང་བྱས་ཡོད་མ་རེད་ད། ད་ལྟ་ང་ཚོ་ནད་ན་ཚ་ན་ཅིག་ན་པ་ཡིན་ནས་དཀའ་ངལ་ག་ཚོད་བྱུས་ཡོད་རེད་ད། རོ། ཀྱིན་ཏེ་སངས་རྒྱས་ཚར་སོང་ཁོ་ན་ཡག་ཏེ་ཚ་ཡག་དེ་དེ་སེམས་ཁྲལ་གོ་རོ་གོ་གོ་མ་རེ་ད། ད་སོ་སོ་རང་དོན་ཆེན་པོའི་བསམ་བློ་བཏང་ན་དེ་འདྲས་རེ་ད་གཞན་དོན་ཐོག་དེ་ལས་ཀྱང་རྒྱ་ཆེན་པོ་འགྲོ་ཡ་ཡོད་རོ་ལང་བ་དེ། དེ་འདྲས་བྱེད་མི་འགྲོ་ཨ་ནི།
དྲི་བ་གཉིས་པ་དེ་གའི་ངོ་ནས་ད་གྲྭ་བ་ལ་དེ་ང་རང་ཚོ་ད་ཨ་ནི། ག་ཚོད་ཀྱི་གས་ཆོ་མེད་ཡིན་མེད་ལས་ད་ངོ་ནས་ཚོ་ནི་ནང་མི་དམ་པ་དེ་ག་ཚོད་གས་ཆོ་མེད་ཡིན་གྱིན་གསུངས་སོ་རོ། ད་གྲྭ་བ་གཅིག་ལ་ནི་ད་ང་རང་ཚོ་ད་དེ་སང་ད་སྤྱི་ཚོགས་ཨ་ནི་དུས་ར་ངེས་ཤུལ་ཟག་ཅིག་ད་ང་རང་ཚོ་ཨ་ནི། གཅིག་གིས་རེད། དུས་རང་གི་ས་ཚིགས་ཀྱི་མི་སྣས་རེད་ལབ་གོ་ད་ང་རང་ཚོ་ཡོངས་གྲུབ་དང་ག་ཚོད་ཡོད་ནས་མི་མང་ག་ཚོད་ཡོད་ནས་རེད། ད་དེའི་ནང་ལ་ང་རང་ཚོ་ད་གྲྭ་བ་བྱིན་པའི་ཆ་ནས་ཕྱག་དཔེ་ཡང་གཟིགས་ཀྱི་ཡོད་རེད། དེ་ག་ལ་ད་ཨིན་ཇི་དང་ཚན་རིག་དང་ད་མང་པོ་ཧྲིལ་བོ་ཅིག་ད་དེང་སང་སྦྱང་གི་ཡོད་རེད་རོ་ཆོག་ག་ཚོད་ཡིན་ག་ཚོད་དེ་ཐོག་ལ་མ་ལ་མཁས་པ་ཧྲིལ་བོ་ཆགས་ཀྱིན་ཡོད་རེད། ད་གྲྭ་བ་གཅིག་ལ་དེ་དེ་ཞེ་སྡང་ཨ་ནི་སྦྱང་དགོ་ཡ་དེ་ག་ཚོད་ཀྱི་གལ་ཆེན་པོ་ཅིག་མཐོང་གི་འདུག་རོ། ཁྱེད་རང་གི་ངོ་ནས་ག་ཚོད་ཅིག་ཨ་ནི་སྦྱང་དགོ་གི་རེད་སྦྱང་དགོ་གི་མ་རེད་ཨ་ནི་སྦྱང་དགོ་ན་ག་ཚོད་གལ་ཆེན་པོ་རེད་རོ། པོ་དེ་ཐོག་ནས་དབྱིན་ཇི་དང་ཨང་རྩིས་ལ་སོགས་པ་མང་པོ་ཞིག་བྱ་འགོ་ཡོད་ར། ཚན་རིག་ཏག་ཏག་དེང་སང་དེང་ཐུང་མ་ཡིན་པ་ཞིག་ཏུ་ཆགས་བསྡད་ཡོད་ར། ནང་ཆོས་གཉིས་ཀ་ཐུང་མ་མ་ཡིན་པ་དེ་འབྲེལ་བ་ཡོད་ནི་མེད་ན་དེ་དག་ཚན་རིག་དང་ལྟ་གཙོ་ཚན་རིག་དང་ནང་ཆོས་གཉིས་དེ་གཙོ་བོ་ཆགས་བསྡད་ཡོད་ར། དེ་རྒན་རང་གི་ངོ་ནས་ག་འདྲས་བྱེད་སྲིད་ཀྱི་ཡོད་དེ་ཐོག་ཞུ་རྒྱུ་ན།
འདི་ཡང་གལ་ཆེན་པོ་ཞིག་ར་ཆགས་བསྡད་ཅི་ད། དཔེར་ན་གྲྭ་བ་ཅན་པའི་ཆ་ནས་ད་དེང་དུས་ཀྱི་ཤེས་ཡོན་སྦྱང་དགོ་ཡ། ཨ་ནི་ཚན་རིག། དཔེ་དཔེ་འདྲ་པོ་ཆགས་ཤག་ན་ཚན་རིག་གཅིག་པོ་ལས་འདྲ་པོ་ཆགས་ཤག་ན་ད་ཚན་རིག་དེ། འཛམ་བུ་གླིང་དཔེ་ཅི་ལ་ཁྱབ་བསྡད་པས་སུ་འདྲ་པོ་འགྱུར་བ། འོང། འདི་བྱེད། དེ་ནས་ད་ནང་ཆོས་འདྲ་པོ་ཆ་ཆ་ནི་འཛམ་བུ་གླིང་སྤྱི་ལོ་དེ་ཙམ་གྱི་ཐོག་འཁྱག་གོ་བ་མ་རེད་ད་འཛམ་བུ་གླིང་འདི་ནང་ལོ་ནང་པ་ཡིན་མཁན་དང་མ་ཡིན་མཁན་ནང་ལོ་ནང་པ་མ་ཡིན་མཁན་དེ་མ་ང་ཡོར་བ། ད་ཡིན་ནས་ཁོ་ཡག་ག་གཅིག་དེ་གར་འདུག་ཟེར་ལབ་པ་ཡིན་ན། ནང་ཆོས་དང་ཚན་རིག་གཉིས་ཁུ། ཞུ་བཞི་ད་ཐུན་མོང་མ་ཡིན་པའི་འབྲེལ་བ་ཆགས་བསྡད་ཀྱི་འདུག་བ། དཔེ་ན་དཔེ་འདྲ་པོ་ཆ་ཆ་ན་ཚན་རིག་པ་ལས་ཚན་རིག་པ་ཟེར་ཡ་བརྗོད་ཡོར་བ། ཚན་རིག་པ་འདི་ཚོ་ལ་ཡང་ང་ཚོ་ངས་རྒན་གྱིས་གསུངས་བཞག་སངས་རྒྱས་ཀྱིས་གསུངས་བཞག་ཟེར་ཡ་འདི་ཚོ་ཁོང་ཚོ་ཁས་ལེན་འགྲོ་ས་ཡོད་མ་ར། ཚན་རིག་པ་བསལ་ཏེ་དངོས་གནས་དྲང་གནས་པར་བརྟག་དཔྱད་བྱས། དངོས་ཡོད་གནས་ཚུལ་ག་འདྲའི་རེད་བྱ་འདི་རྒྱུ་མཚན་ག་འདྲའི་རེད་བྱ་གནས་ལུགས་རྒྱུ་མཚན་དགོས་པ་རྒྱུ་མཚན་འདུག་དང་མི་འདུག་ཨ་འདི་ཡིན་ན་འདི་དགོས་འདི་དགོས་བྱ་དེ་འདི་འདྲས་ལ་བརྟེན་ནས་བྱུང་བྱ་ཨ་འདི་འདི་འདྲས་རེད་ཟེར་ལབ་དུས་ཁོ་ཚོས་གཞི་ནས་ཡིད་འཕྲོག་ཡ་འདྲ་བོ་ཆགས་ཡོད་དོ། ད་དཔེར་ན་མཚན་ཉིད་འདྲ་བོ་ཆགས་ཆ་ད་ང་ཚོ་ནང་ཆོས་འདྲ་བོ་ཆགས་ཆ་འདི་འདྲས་ཆགས་དགོས་རོ། དཔེར་ན། སྒྲ་ཆོས་ཀྱི་མི་རྟག་དེ་བྱེད་པ་ཡིན་པའི་ཕྱིར་ལ་བ་ཡིན་ན། སྒྲ་དེ་སྒྲ་ནི་སྒྲ་ཆོས་ཅན། སྒྲ་མི་རྟག་པ་རེད། མི་རྟག་པ་ཡིན་པའི་རྒྱུ་མཚན་ག་རེ་ཟུང་བྱེད་པ་རེད་ལབ་དུས་གཞི་ནས་ཨ་ནི་ཁོ་རོ་ཅིག་ཚན་རིག་པ་བསམ་བློའི་ནང་ལོགས་ལ་ཡང་ངེས་པ་རྙེད། ངེས་པ་རྙེད་ཆེད་ཨ་ནི་གཞི་ནས་ཚན་རིག་པ་དེ་ཚོ་ཁས་ལེན་དགོས་ཡ་ཆགས་དགོས་དུ་བ། དེ་ཡིན་དུས་ཙམ་མ་ལ་ད་གང་ལྟར་ཚན་རིག་ཟེར་ཡ་དེ་འཛམ་བུ་གླིང་སྤྱི་ལ་ཁྱབ་དེ་ཡ་ཆགས་དགོས་ར། དེ་ཡིན་དུས་ཨ་ནི་ང་ཚོ་ཅིག་ནང་ཆོས་དེ་ད་ཅིག་ཚན་རིག་དང་ད་ཅིག་བསམ་བློ་བཏང་ཕྱོགས་འདྲ་པོ་བརྗོད་ར་བ་ད་དེ་དཔྱད་པ་བྱེད་སྟངས་དེ་ཚན་རིག་དང་འདྲ་བོ་འདྲ་བོ་བྱ་དགོས་འདུག་ནང་ཆོས་སེ་ཡ་དེ་ངས་རྒན་གྱིས་གསུངས་ཤག་ཅིག་ཞེས་གསུངས་པའི་ཕྱིར་ཟེར་ལུང་འདྲ་བོ་ཁ་ཤས་དྲངས་བ་ཙམ་གྱིས་ཁོས་ཏག་ཏག་རིག་གོ་མ་ར། ཅི་སྟངས་ལུང་དྲངས་ཡག་ཏོ་ཡག་པོ་ཏོ་རེད་དེ་ཡིན་ན་ཡང་ད་མཁས་པ་ཆེན་པོ་དེ་ཚོས་ག་རེ་ག་རེ་གསུངས་ཤག་དེ་གལ་ཆེན་པོ་ཏོ་བྱ་དགོས་ར་ཡིན་ན་ཡང་མཐར་ཐུག་ན་སོ་སོས་དཔྱད་པ་བྱས་རྗེས་གནས་ལུགས་རྒྱུ་མཚན་མཐོང་ཞེས་ཁས་ལེན་དགོས་ར་མ་གཏོགས་སངས་རྒྱས་ཀྱིས་གསུངས་ཤག་རྗེ་རིན་པོ་ཆེས་གསུངས་ཤག་ཟེར་ཡ་དེ་ཏག་ཏག་ཅིག་ཁོས་བསྡད་རྒྱུ་ཡོད་མ་རེད་བསམ་གྱི་འདུག་ལའང། དཔེ་འདྲ་བོ་ཆགས་ཤག་ན་ཉིས་སྟོང་བཅུ་དགུ་དེ་བ་མིན་འགྲོ་ནས་སྐྱབས་མགོན་རིན་པོ་ཆེ་དེ་འབྲས་སྤུངས་ལ་ཕེབས་པའི་སྐབས་ལ། དེ་དུས་གནད་འགག་ཅིག་ག་རེ་གསུངས་གི་འདུག་ལབ་པ་ཡིན་ན། གར་སོང་ཟེར་ལབ་པ་ཡིན་ན་ད་ང་རྩོད་རྒྱུགས་མ་ལེན་ནས་རྒྱུ་རིན་པོ་ཆེ་འགྲོ་སོང། དེ་འདྲ་ཡོད་དུས་ད་ལན་རྒྱ་གར་ལྷོ་ཕྱོགས་ལོ་ཕེ་ཡག་དེ་གཙོ་བོ་གཙོ་བོ་དེ་ཨ་ནི་རྩོད་རྒྱུགས་ལེན་ཡག་དེ་ད་ཡོད་ན་མེད་ན་ཅི་ཡིན་གསུངས་འདུག་ཨ་ནི་དེའི་ཁ་ལ་བཀའ་གནད་འགག་ཆེན་པོ་གཅིག་གར་སོང་ན་ཡོད་རེད་ལབ་པ་ཡིན་ན། ད་ངས་ད་ལན་རྩོད་རྒྱུགས་དེ་ཨ་ནི་རྩོད་རྒྱུགས་ལེན་པའི་སྐབས་ལ་སྟག་གཟིག་སྟང་གིས་གཙོས་ངོས་ནས་ལུང་ཁྱེར་དུ་དྲངས་ཆོག་གི་མེད། རིག་པ་རང་གཏང་བྱེད་འདི་འདྲས་འགྲོ་དགོས་རེད། དབུ་ཕར་རྣམ་འགྲེལ་གསུམ་འདི་དབུ་མ་དང་ཕར་ཕྱིན་རྣམ་འགྲེལ་གསུམ་འདི་འདྲ་བ་ཆགས་ཆགས་ན་རིག་པ་གཙོ་བོ་ཆེ་ན་འགྲོ་ཡ་རེད། ད་འདུ་བ་དང་བཟོད་ཡིན་ན་ཁུ་བེ། དཔེར་ན་འདུ་བ་སུ་འདྲ་བོ་ཅིག་ཡིན་ན་ད་ཁུ་སངས་རྒྱས་ཀྱི་དང་པོ་ནས་དཔྱད་པ་མཛད་ཚར་བ། དེ་དཔྱད་པ་མཛད་ཚར་དུས་འདི་ལ་ལྷག་བ་ང་ཚོ་དཔྱད་པ་མཛད་ཡ་མེད་དུས། འདུ་བ་ཡིན་ན་ད་གཙོ་བོ་ཞེས་གསུངས་པའི་ཕྱིར་ཞེས་གསུངས་པའི་ཕྱིར་ལུང་གཙོ་བོ་ཆེ་ན་འགྲོ་ཡ་ཞེས་བྱ་དགོས་རེད་གསུངས་གི་འདུག་ད་ཇི་ལྟར་ངས་ཆོས་གྲོགས་རྒན་པ་ཚོ་ལ་མང་པོ་སྐད་ཆ་དྲིས་ཡིན་དེ་འདི་འདྲས་ཅིག་རེ་ལབ་ཀྱི་འདུག་ང་དེ་ཇི་ལྟར་འདུ་བ་དང་ཁྱེད་བཏང་མྱོང་ཡོད་མ་ར། འདི་བྱས་དེ་འདྲས་ཡིན་དུས་ཚང་མ་ལ་ཨ་ནི་ཁོ་ད་ག་འདར་ཚིག་ཉིད་ཟེར་ཡ་དེ་ང་ཚོ་ནང་ཆོས་ཟེར་ཡ་དེ་དཔྱད་པ་བྱས་ནས་འདུག་ཅིག་འགྲོ་དགོས་ཡ་ཡིན་པ་དང་དཔྱད་པ་བྱས་ནས་མཐར་ཐུག་ན་ངེས་པ་རྙེད་ན་ཁས་ལེན་དགོས་ཡ་རྒྱུ་མཚན་ཡང་དག་པ་ཅིག་ཐུག་ན་ཁས་ལེན་དགོས་ཡ་དང་རྒྱུ་མཚན་ཡང་དག་པ་ཁས་མ་ལེན་ན་ཅིག་ཁས་ལེན་མ་དགོས་ཡ་སོ་འདྲ་པོ་བྱ་དགོས་ར་འདི་སངས་རྒྱས་བཅོམ་ལྡན་འདས་རང་གིས་གསུངས་ཡོད་ར་དགེ་སློང་དག་གིས་ཁྱེད་རྣམས་ཀྱིས་བསྲེག་བྱེད་ལྟར་ཡོད་ཟེར་བྱེད་མདོ་ལེ་བར་དག་ལ་ང་ཡི་ག་བླང་བར་བྱའི་གུས་ཕྱིར་མིན་གསུངས་ཡོད་ར་འདི་བྱས་ད་དེ་ནང་བཞིན་ཨ་ནི་ཚན་རིག་པ་ཡིན་ནས་ཁོ་ད་ག་རང་ངེས་པ་རྙེད་བརྟག་དཔྱད་བྱས་རྒྱུ་མཚན་ཐུག་ན་ཁས་ལེན་གདོ་ཡ། དེ་ཡིན་དུས་དེ་ཚན་རིག་དང་ནང་ཆོས་གཉིས་ཞུ་བའི་ཆེད་དག་ཅིག་བསམ་བློ་དེ་མཐོན་པོ་འགྲོ་བའི་ཞུ་བའི་ཆ་ལས། དེ་སོང་ཙང་ད་ཚན་རིག་དེ་འཛམ་བུ་གླིང་སྤྱི་ལ་ཡ་ཤུགས་ཆེན་པོ་ཁྱབ་བསྡད་ཡོད་པས་སོང་ཙང་ནི་ང་རང་ཚོ་ནང་ཆོས་ཤེས་མཁན་གྱི་ངོས་ནས་བཤད་པ་ཡིན་ན་འཛམ་བུ་གླིང་སྤྱི་ལ་ཡ་ཅིག་མི་ལ་ཕན་ཐོགས་ཡ་གི་ད་ཚན་རིག་དང་ཚན་རིག་དང་མཐུན་པའི་ཐོག་ནས་ཕན་ཐོགས་ཡ་ཅིག་ཡོད་རེད་བ་འོ་དེ་ཞབས་འདེབས་ཞུ་དགོས་ཡ་དེ་གལ་ཆེན་པོ་ཞུ་བ་ཞིག་མཐོང་གི་འདུག་ལགས་འོང་དེ་ཡིན་དུས་ཚན་རིག་སྦྱང་དགོས་ཡ་གནད་འགག་ཅིག་དེ་བྱས་དེ་ནི་དབྱིན་ཇི་ཤེས་དགོས་ཡ་དེ་སུ་ཐོག་ད་ཡིན་པ་བྱས་འཛམ་བུ་གླིང་སྤྱི་ལ་ཡ་ད་སྐད་ད་ཁྱབ་ཆེ་ཤོས་དེ་དབྱིན་ཇི་ཆགས་དགོས་རེད་བ། འདི་དབྱིན་ཇི་གི་ཐོག་ནས་དབྱིན་ཇི་སྐད་ནི་མི་ལ་ཅིག་ཆོས་ཤེས་ཡ་ཡི་ནི་རེད་ནང་ཆོས་ངོ་སྤྲོད་བྱེད་ཡ་ཡི་ནི་རེད་ཨ་ནི་མི་ལ་གཞན་ལ་ཕན་ཐོག་ཡ་ཡི་ཕན་ཐོག་ཞབས་འདེགས་སྒྲུབ་ཡ་ཡི་ནི་རེད་ག་རེ་ཡིན་ནས་ད་ཅིག་དབྱིན་ཇི་དེ་ཁྱབ་ཆེ་ཤོས་བྱ་དགོས་ར་ཨ་ནི་གཞན་དོན་ཡང་འདི་གི་སྒྲུབ་གི་རེད་རང་དོན་ཡང་འདི་གི་སྒྲུབ་གི་རེད་ལ་འོང་ད་ཅིག་བེད་སྤྱོད་ཡག་པོ་བྱེད་པ་ཡིན་ན་ལ་ཡིན་ད་ཨ་བེད་སྤྱོད་ཡག་པོ་མ་བྱས་ནི་ཁོ་མི་མགོ་སྐོར་བཏང་ཡ་སུ་འདྲ་བོ་འདི་འདྲ་བྱས་ནི་ཏོག་ཁོ་ག་རེ་བྱས་བྱས་འདྲ་བོ་ར་ལ་འོང་དེ་གནད་འགག་གདུལ་བྱ་དེ་ད་རེ་བྱེད་མི་འགྲོ་མཐའ་མ་འདི།

ད་ངས་ད་གིན་གོང་དུ་ཞུས་ཚར་ཡིན་པ་འདི་ཡིན་དུས་ཚང་མ་ལ་མི་གཅིག་རྒྱུ་དཔེ་འཇོག་ཡོད་མེད་ལ་མ་ལྟོས་པའི་ཐོག་ནས་གཏམ་སྙན་གྲགས་ཡོད་མེད་ལ་མ་ལྟོས་པའི་ཐོག་ནས་གཅིག་མི་རྫིག་ལོས་མ་མི་རྫིག་པོ་ཡོད་མེད་ལ་མ་ལྟོས་པའི་ཐོག་ནས་གང་ལྟར་མི་ལ་ཕན་ཡག་བྱུས་ཡོད་ན་སུ་ལ་ཡིན་ནས་ཨ་འདུས་ཀྱིས་བཅར་འདྲི་དང་ལེན་བྱེད་ཡག་གི་དང་བཅར་འདྲི་དང་ལེན་ཞུས་པ་ཡིན་ན་མ་འདྲི་བ་ཡོད་མ་རེད་བསམ་ཀྱིས་ཨ་ངས་འདུས་ཀྱིས་ཞུས་པ་ཡིན་ཨ་ནི་གོང་དུ་ང་གཉིས་གཉིས་ཀྱི་ཐོག་ནས་འདུས་ཀྱིས་བཅར་འདྲི་དང་ལེན་ཞུས་ཡག་རེད་ང་རང་གིས་བསམ་ཚུལ་གང་ཞུས་པ་དེ་རྣམ་པ་ཚང་མ་ལོག་ལེ་ཡག་ཨ་ནི་ཕན་ཐོག་པའི་བཀྲ་ཤིས་སྨོན་འདུན་ཞུས་ཡག་ཡིན་གལ་སྲིད་རྣམ་པ་ཚོ་དེ་ཕན་ཐོག་འདྲ་བོ་ཞིག་མཐོང་པ་ཡིན་ན